གཟིགས་མོ་བླ་མཆིས་ཁམས་བཟང། དཔེ་ཀློག་ནི་ཡོན་ཏན་སྣ་ཚོགས་ཀྱི་གཏེར་རྒྱ་རྡོའི་འབྱུང་ཁུངས་དང། གནའ་དང་སྤྱི་བོའི་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཕྱིར་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཞིག་མིན་ན། ཐེངས་འདིར་ངས་བུ་ཡང་ལས་ཤོག་གིས་ཀྱང་འཛམ་གླིང་དཔེ་ཀློག་ཉིན་མོ་ལ་དམིགས་ཏེ། ནོར་ཝེ་ཨོ་སི་ལུའུ་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲི་ལི་ཡ་ལ་ཐུ་བུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལེན་དའི་ཆང་ཡིག་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱས་ཕྱི་ནང་གི་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་བོད་ཀྱི་ནག་གཞུང་འབུམ་རམས་པ་དྲུག་གདན་ཞུ་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་ཡོད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཉི་ཧོང་གི་ཁ་ན་ཛ་བ་རྒྱལ་གཉེར་སློབ་ཆེན་ནས་ཡོང་བའི་འབུམ་རམས་པ་སྐལ་བཟང་ཡིན། ང་ཉིས་སྟོང་གཅིག་ཉིག་ལོ་ཉི་ཧོང་ཐོ་ཁྱོ་ད་ཏུང་ཅིན་ན་སོང་ཏུང་ཅིན་ནི་ཉི་ཧོང་སྐད་ཡིག་ལོ་ལངས་ཟིག་ནི་ད་ལོ་ཚིག་ག་སྐད་ཡིག་བྱང་ནོ་ཤི་ཉི་ཧོང་སྐད་ཡིག་དེ་ནི་ད་ལོ་ཉོ་མོ་ད་ང་སློབ་ཆེན་ཁ་ན་ཛ་ད་ཡི་ག་ཁུ་ལི་ད་དེ་སློབ་ཆེན་ཅིན་ན་སོང་ད་ངས་སྤྱི་ཚོགས་རིག་ཁ་དང་ན་ད་མི་རིགས་ཤིག་སྐོར་ད་སློབ་ཉེར་ཡིན་ཟེར་ཡང་ཉི་ཧོང་སྐད་ཡིག་བྱང་ཡིན་དེ་གི་ད་ད་ནི་གྲ་སྒྲིག་འཛིན་གྲ་ནང་ཞིམ་ཅིག་གི།

ང་ཚོའི་སློབ་གྲྭ་འདི་ག་ན་རྫ་བ་ལ་ཡར་ཁུ་ཟིན་ན་མོ། ད་ག་ན་རྫ་བ་སློབ་ཆེན། གི་ག་ཉི་ཧོང་འདྲ་མོ་ཚོ་འདི་ན་སློབ་གྲྭ་ཆེ་སློབ་གྲྭ་ཆེན་མོ་འདི་ར་བརྒྱད་ཉེར་བརྩིས་གི་གཞུང་ཉེར་བརྩིས་གི་བརྒྱད་ཉེར་བརྩིས་གི་ད་གྲོང་ཁྱེར་གྱི་ཉེར་དགོན་ནོ་ས་གནས་ཀྱི་ཉེར་དགོན་སློབ་གྲྭ་རིམ་པ་མང་མང་ན་མོ།

ངེད་གཞི་གི་སློབ་མ་སྐབས་ལ་དེ་ཡང་ལོ་རིམ་གྱི་ཡིག་ཧོར་ཏག་ཏག་ཅིག་ནི་མ་རེད་མོད། ལོ་རིམ་དང་བོ་གཉིས་པ་གི་སྐབས་འདི་རང་གི་ཆ་ལུགས་ཀྱི་རྨང་གཞི་གི་སྐོར་སོགས་བསྐྱར་བ་དགེ་རྒན་གྱིས་དེའི་སྐོར་དུ་ཐུགས་ཁུར་དྲག་གི་དེ་ལྟར་མ་འཁྲུག་གི་སྤྱིར་བཏང་གི་རང་གི་སློབ་མ་རང་གི་ལྟ་བའི་དེར་ལྟ། ལོ་རིམ་དང་བོ་གཉིས་པ་ནི་རང་གི་ཆ་ལུགས་སྐོར་གྱི་ད་དཔེ་ཆ་ཉུང་བཅག། དེའི་ཐོག་དགེ་རྒན་གྱི་ངོ་སྤྲོད་ཡིན་ནོ་གོ་ཆ་འདིའི་སྐོར་ད་ཞིག་གི་ཞིབ་ཕྲ་ཡིན་ད་གོ་ཆ་མང།

དེའི་སྐོར་གྱི་འབྲེལ་ཡོད་ཀྱི་ཤོ་ཆག་དེ་དེ་རེད་ད་དེ་ག་རྒྱུ་ད། དེ་ཚང་མ་ད་ཁོས་ལོ་རིམ་གྱི་ཆ་ནས་ཟེར་གོ་ན་རེད་ལོ་རིམ་དང་པོ་གཉིས་པ་ར་གསུམ་པ་བཞི་བ་གྱི་བར་གྱི་ད་ལྟ་ཡང་མི་གཅིག་གི་དེ་ད་ཁོ་ད་གཅིག་རེད། གཉིས་པ་མོ་ཚོ་གཉིས་ནི་ཤོ་ཆག་ད་ཤོག་གི་ལག་ཁྱེར་ནི་ཟེར་གོ་ན་རེད་ཟེར་གི་རེད་དགེ་རྒན་གྱི་ངོ་སྤྲོད་ཡིན་ནོ་ཆ་ལེ་དེའི་སྐོར་དེ་ནི། དེའི་སྟེང་གི་དེ་རེད་ད་ལོ་རིམ་གསུམ་པ་ཡར་ཐོན་དུས་རང་འགའ་ར་དངོས་གཞི་ལྷག་མ་ར་རང་འགའ། ཟེར་གོ་ན་ཟེར་གི་བསམ་བློ་ཟེར་ཆགས་ལོག་གི་ཤོ་ཆག་དེ་རྒྱུན་དུ་ཡོད་ནོ།

གཏི་མུག་གི་ཚོགས་ཞེས་བཟླ། ཡང་ངས་འདི་ནས་ཚེ་རབས་བརྒྱུད་ཀྱིས་ད་ཐོག་མ་ང་ལ་ཚོད་ངེས་ཅི་རེད། འདི་མོ་འདི་ན་ད་མཚམས་སྟོང་མ་ལྷོ་ཁང་སྟོང་མ་སྟོང་མ་ན་ཧོ་ད་ཁུ་རེ་ཟ་ཉོས་དུས་དོན་དུ་མོ། ད་ག་ན་ཅི་སྟོང་གི་དཔོན་རྒྱུད་ཁང་ཞིབ་འཇུག་ཁང་གཏི་མུག་གི་ཅི། ཚིག་དགོན་ནི་གཏི་མུག་གི་ཅི་ཕུན་སུམ་ཚོགས་པ་གི་རིང་ག་གཏི་མུག་གི་ཅི་ཁོར་ཡུག་གསར་ནི་ད་ལྟ་ལ་དགེ། གཏི་མུག་གི་ཅི་དེ་དག་གི་དུས་ཅིག་འཆར་གཞི་ཡོད་པ།

ཆ་ལུས་དུ་འདེམས་དམིགས་བཀོད་པ་ཀུན་འདེམས་དམིགས་མི་ཚུགས་སྟབས་བདེ་གཉིས་ཀྱི་སྐོར་གྱི་གཞུང་ལུགས་ལ་ལྟོས་རེས་ཁུ་གུ་ཚུགས་ཀ་བ་ཚུགས་ཀ་ད་ཚུགས་ནི་རེད་དེ་ལྟོས་དང་བ་ད་དམིགས་ཡེ་ད་ཕྱི་ལུགས་འདི་ཤི་བདེའི་ལོ་རིམ་གསུམ་པ་ཡ་ཐང་ད་ཕ་ཆུ་ཐག་ཅེས་ཆོག་ད་ཡང་མིན་ན་ངའི་སློབ་གྲྭ་ཆེན་མོ་མཐར་ཕྱིན་སོང་སྟབས་ངས་བྱ་བ་འདི་བྱས་བྱ་བ་ཆིག་འདི་བགྱིས་ཟིན་བྱ་བ་དེར་འོག་གི་ཤི་བ་དཀོན་མཆོག་གིས་ན་ང་བརྙན་ལེན་གྱི་སྐོར་དེ་འོག་གི་བརྙན་ལེན་དེ་ཤོག་ད་ལྟ་བ་ཧ་ལས་འདུག་སློབ་གྲྭ་ཆེན་མོ་ན

བརྡ་སྤྲོད་བཅུ་ཙམ་ཟིན་ན་འཚམས་འདྲི་ཙམ་ཞིག་ན་ད་དེ་མོ་སློབ་ཕྲུག་ད་སློབ་ཕྲུག་མང་ཡོད་དགོས་དེ་སོང་ཉིན་ནས་ཙི་གེ་ཟིག་ར་ཨ་ན་ཨ་ཤི་གི་དེ་རེད་དེ་མོ་ཨོ་ཁེ་ད་རྒྱུ་མཚན་ཚིག་ལྔ་ཁ་ཁ་བ་གོ་ད་དེ་བས་ཉེར་གཅིག་གི་ཚོགས་འདུའི་ནང་ད་ན་གཞུང་གི་ད་སྐད་ཡིག་གཅིག་གི་འཚོ་བ་ཅན་ལ་འཚོ་བ་རོལ་འགྲོ་གི་མོ་དེ་མོ་སྔོན་ཐོན་གི་ས་ཆ་ཟིན་ན་དེ་མོ་ཉུང་གི་མི་ད་སྔོན་ཐོན་གི་ས་ཆ་ཟིན་ན་ད་མོ་ཞིག་ན་སྐད་རིགས་སྣ་ཁ་སྣེ་མོ་གི་རིག་གནས་སྣ་ཁ་སྣེ་མོ་དེའི་ནང་དུ་ནས་ཀྱི་གཅིག་གམ་ཐེ་གཉིས་ལས་གཉིས་མ་ལོན་མ་ཐུབ་ད་གཟོད་ཙི་གེ་ཟིག་ད་ཁ་ཁ་ཡང་ཐིག་གོ་ནས་ཆ་དེ་མོ་ཟིག་ཡ།